རྗེས་འཇུག་ས་རྐྱང་པའི་ཡི་གེ་སྦྱོར་ཚུལ། ང་ཚོ་རྗེས་འཇུག་བཅུ་ཡོད་པ་ནང་ལས་ད་ལྟ་རྗེས་འཇུག་མཐའ་མ་རྗེས་འཇུག་ས་དེའི་དེ་ནི་རྐྱང་པའི་ཡི་གེ་ཀ་ནི་ཨ་བར་དོའི་ཡི་གེ་ལ་སྦྱར་ནས་ཀློག་ཚུལ་ཏེ། ཀ་ས་ཀེ། ཁ་ས་ཁེ། ག་ས་གེ། ང་ས་ངེ། ཅ་ས་ཅེ། ཆ་ས་ཆེ། བྱ་ས་བྱེ། ཉ་ས་ཉེ། ལྟ་ས་ལྟེ། ཐ་ས་དེ། ད་ས་དེ། ན་ས་ནེ། པ་ས་པེ། ཕ་ས་ཕེ། བ་ས་བེ། མ་ས་མེ། ཙ་ས་ཙེ། ཚ་ས་ཚེ། འཛ་ས་འཛེ། བ་ས་བེ། ཞ་ས་ཞེ། ཟ་ས་ཟེ། ཨ་ས་ཨེ། ཡ་ས་ཡེ། ར་ས་རེ། ལ་ས་ལེ། ཤ་ས་ཤེ། ས་ས་སེ། ཧ་ས་ཧེ། ཨ་ས་ཨེ། ད། འདི་ནང་ལོ་ནས་ང་ཚོ། ཁ་ཤས་ཤིག་ལ་ང་ཚོ་དཔེར་བརྗོད་བཞག་པ་ཡིན་ན། དཔེར་ན། ན་ས་ནེ། ནེ། ཟེར་བ། འདི་ནང་ནས་ན་འདི། ཚོན་མདོག་དཀར་པོ་ཅིག་གི་ན་འདི་མིང་གཞི་བྱས། ཚོན་མདོག་དམར་པོ་ཅིག་གི་ས་འདི། རྗེས་འཇུག་ལ་ན་བཟའ་ནས་ནས་ལ་ན་ང་ཚོ་ཞིང་ཁ་ལ་བཏབ་ནས་སྐྱེས་དེ་འདྲའི་རྩམ་པ་ཟོས་དེ་འདྲའི་གི་འདི་ལ་ང་ཚོ་ནས་ལ་གི་ར་ཞིང་ཁ་ལ་བཏབ་ནས་སྐྱེས་དེ་ལ་ནས་ར་དེ་ནས་གི་དཔེར་བྱ་བཞག་པ་ཡིན་ན། རྩམ་པ་ཐག་པར་ནས་གོས་ར་ར་རྩ་ཐག་རྩམ་མ་རྩམ་པ་རྩམ་པ་ཨ་ཐག་ག་ཐག། པ་ར་པར་ཐག་པར་ན་ཟ་ནས་ནས་ད་ག་ན་རུ་གོས་ཟ་གོས་བ་རྩམ་པར་ཐག་པར་ནས་གོས་རྩམ་པ་ལས་འདི་ང་ཚོ་ཞོགས་པ་ཞོགས་ཇག་དང་དེ་འདྲ་ལ་ཟ་གི་འདུག་ཨ་ཡང་ན་རྩམ་ཐུག་ཐུག་པ་གོས་རྩམ་པ་བེད་སྤྱོད་གཏང་གི་འདུག་ཨ་ཡང་ན་ང་ཚོ་ཞོགས་ཇག་ཟ་དུས་ང་ཚོ་རྩམ་པ་ཟ་གི་ཡོད་ཨ་འོ་འདི་རྩམ་པ་ཐག་པར་ལས་འདི་ཞིབ་ཞིབ་བཟོ་བ་ཡོད་ཨ་ཨ་ནས་འདི་ཞིབ་ཞིབ་བཟོ་ན་འདི་ནི་ཁོ་དཀར་པོ་ཤ་ནི་རྩམ་པ་ཆགས་གི་འདུག་ཨ་འོ་འདི་རྩམ་པ་ཐག་པར་ལ

རས་ཆ་སྣ་ཚོགས་འཚོང་གི་འདུག་བ། ར་ས་རས་ཆ་རས་ཆ་ས་ན་དག་ན་ཚ་ན་རོ་ཚོགས་ག་ཟས་ཚོགས་སྣ་ཚོགས་ཨ་ཚ་ན་རོ་ཚོང་ང་ཚོང་ག་གི་གུ་གི་ཚོང་གི་ཨ་ད་ཞབས་ཀྱུ་འདུག་ག་འདུག་འདུག་རས་ཆ་སྣ་ཚོགས་འཚོང་གི་འདུག་རས་ཆ་ལ་ན་ང་ཚོ་འདུག་ལོག་བཟོས་ལ་བེད་སྤྱོད་དང་ཡིན་ང་ཚོ་གཟུགས་པོ་ལ་གོས་ཡིན་གི་འདུག་ལོག་ཡོད་ར་བ། འདི་འདྲ་འདི་འདྲ་ལ་བེད་སྤྱོད་དང་ཡིན་དེ། སྣ་ཚོགས་ལ་ན་འདྲ་མི་འདྲ་གཅིག་རང་མ་ཡིན་པར་འདྲ་མི་འདྲ་མང་པོ་མ་འདྲ་བ་མང་པོ་དེ་འདྲ་རེད་བ་སྣ་ཚོགས་ཚོང་གི་འདུག་ག་བ་ལ་ན་ཚོང་ཁང་ལ་དེ་འདྲ་རེད་འདྲ་མི་འདྲ་མང་པོ་བཙོང་གི་འདུག།